བཟླས་བརྗོད་ལ་བརྩོན་གསུང་བ་རེད། ངག་ལ་ལྷ་ཡི་བྱིན་རླབས་འཇུག་པའི་ཆེད་དུ་སྔགས་བཟླ་བ་ལ་སོགས་པ་འདོན་པ་འདོན་པ་དེ་ཤིན་ཏུ་གལ་ཆེན་པོ་ཞིག་རེད། དེ་ལ་ཡང་ཡིད་ཆེས་ཚད་དེད་པ་དེ་དང་གཙོ་བོ་དེ་ཡིད་ཆེས་ཚད་དེད་པ་དེ་དགོས་པ་རེད། དེ་ཡང་སྔགས་དེ་འདོན་པ་དེ་ལ་སྔགས་དེའི་རྒྱུ་མཚན་དང་ཕན་ཡོན་དེ་མ་ཤེས་པར་ད་ཡར་འདོན་བསྡད་ན་དེ་ནི་རང་གི་ཡིད་ཆེས་ཡོང་གི་མ་རེད་ལ་ཕན་ཐོགས་ཡོང་ཐུབ་ཀྱི་མ་རེད།

སངས་རྒྱས་རྩ་འདྲེན་ཅིང་ཐུགས་སྙིང་རྗེ་གཅིག་ཏུ་བསྡུས་པའི་རང་ཚུགས་ཡོད་ན། ཐུགས་རྗེ་དང་བྱས་ནས་རྗེས་ནས་ཁྱད་པར་དུ་འཕགས་པ་དེ་འདྲ་ཡོད་རེད། དེ་འདྲ་རྗེས་མ་ནི་དེ་ཤིན་ཏུ་གལ་བ་ཆེན་པོ་རེད། ད་ག་ནང་བཞིན་གྱི་དེ་ནས་རྗེ་བཙུན་སྒྲོལ་མ་ཡི། རྩ་སྔགས་འདོན་པ་དང་སྒྲོལ་མ་ཕྱག་འཚལ་ཉིན་བྱེད་འདོན་པ་ལ་སོགས་པ། དེ་འདྲའི་ཡག་པོ་མཛད་ན། རྗེ་བཙུན་སྒྲོལ་མ་སེང་གེ་འདི་འཇིག་རྟེན་ན་འདི་ན་འཇིགས་པ་ཆེན་པོ་བརྒྱ་རྩ་བཅུ་དྲུག་ལ་སོགས་པའི་ཁྲིབས་འདི། སེམས་ཅན་རྣམས་འཁོར་བ་ལ་སྒྲོག་རེ་མཛད་པ་ན་སྒྲོག་མང་ཆེ་བ་རེད།

བརྩམ་བྱ་ཚང་མ་གི་སེམས་ཡང་དག་པ་བྱེད་ནས་བརྩམ་པ་བྱམས་པ་དང་སྙིང་རྗེའི་སྒོ་ནས་ཕན་ཚུན་མཐུན་པོ་བྱེད་རྒྱུ་དེ་གལ་ཆེན་པོ་ཞིག་རེད། འཇིག་རྟེན་མཐུན་པ་བདེ་བ་དེ་མཐུན་པ་རྣམས་ཀྱང་དཀའ་ཐུབ་བདེ་གསུམ་པོ་རེད། རྒྱལ་ཁབ་ཀྱི་གཞི་གནས་དང་རོང་ཆེན་གཞི་གནས་དང་ནང་མི་གྱི་གཞི་གནས་དང། དེ་བས་བརྩམ་མི་མཐུན་པ་མཐུན་པོ་བྱམས་པོ་བྱེད་རྒྱུ་ན་ཐ་མ་བྱ་ཕོ་ར་གང་བཏུང་ནས་བསྡད་ནས་བརྩམ་མ་མཐུན་པོ་ཡོད་ཚད་དེ་ན་ཧ་ཧེའི་སྒོ་ནས་སྡོད་ཆོག་གི་རེད། འཆམ་པོ་དེ་མེད་ན།

དེས་ཡག་པོ་སྡོད་དགོས་ན་ཉམས་ལེན་ཚུལ་གྱིས་འཛིན་གནང་རོགས་གནང་ཡག་པོ་མི་འདོད་དགོས་ན་སྟོང་ཉིད་ཆེན་པོའི་ངང་ལས་བཞག་གནང་ན་འགྲིག་གི་རེད། འོ་ལགས་སོ་ཐུགས་རྗེ་ཆེ། བྱམས་ཆོས་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་ན་སྐྱེ་འགྱུར་ཞིག་སྐྱེས་པ་ཉམས་པ་མེད་པ་ཡིན། གུང་ནས་གུང་དུ་འཕེལ་བར་ཤོག།